ད་ལག་ཚ་རེ་ཞུ་བས་ནས་ངས་མ་འགྲིག་ལ། མཐོང་གི་མེད། ད་པད་ཁོ་རང་རྒྱལ་ཁ་གཅིག་དུས་རང་བྱེད་བྱས། དེ་རྒྱུན་ལས་ཁ་ཤས་ཅིག་གིས་མང་མོས་བྱེད་མོས་ལྟ་ནས་རྒྱུན་ལས་ཀྱི་གནས་སྟངས་དེ་ངས་ཞུ་དགོས་ཀྱི་མ་རེད་ད་མི་མང་ཚང་མ་ལ་ཁེན་སེར་བ་རྒྱུན་ལས་བཅུ་གཅིག་ནང་ནས་ག་འདྲས་ཆགས་བསྡད་རེད། བདུན་དང་གསུམ་བདུན་དང་བཞི་འདྲ་བོ་ཅིག་ཆགས་བསྡད་རེད་རྒྱུན་ལས་མང་འདི་གི་ཐག་བཅད་འགྲོ་ཤ་བོར་ད། བརྟག་འོས་དུ་སླེབས་ལ་ཉེ་བ་ཆགས་བསྡད་དགོས་བ་རེད། ས་གནས་མང་པོ་ཅིག་ལ། རྒྱ་གར་གྱི་ས་གནས་མང་པོ་ཅིག་ནང་ལོགས་ལ། ས་གནས་ཀྱི་ཕྱོགས་ཤུགས་གཅིག་སྡུད་ཡོད་རེད། བྱང་ཨ་རི་ནང་ལ་ཡིན་པ་ཡིན་ན་བྱང་ཨ་རི་ལ་གཅིག་སྡུད་གཉིས་ཡོད་རེད། ཡུ་རོབ་ལ་ཡིན་པ་ཡིན་ན་གཉིས་ཡོད་རེད། Australia Asia ལ་ཡིན་པ་ཡིན་ན་གཅིག་སྡུད་གཅིག་ཡོད་རེད། དབུ་ནག་གྲངས་མེད་ཀྱིས་ཅིག་འགྲོ་གྲོན་གྱི་ཐོག་ལ་བསྲི་ཚགས་བྱེད་མཁན་དང་ལྷག་བསམ་རྣམ་དག་ཅིག་ཡིན་པ་ཡིན་ན། ད་རྡ་རམ་ས་ལ་ནས་ཅིག། སྤྱི་འཐུས་ཀྱི་ཕྱོགས་སྐྱོད་དང་འཚམས་གཟིགས་ལ་ཡོང་དུས་དགོས་ཡ་གོ་ར་མི་འདུག་གོ་ཡ་ཡོད་མ་རེད་བ་དེ། ད་ད་ལྟ་མི་མང་མགོ་སྐོར་བཏང་ཐུབ་གི་མ་རེད་བ། ལོ་བཅོ་ལྔ་ཉི་ཤུ་བསྙེན་དང་ད་ལྟའི་གི་གནས་སྟངས་ཕྱི་བ་ནས་སྤྱི་ཚོགས་དྲ་ལམ་དྲ་རྒྱའི་དུས་ཚོད་ལས་ཚར་རེད་ཆགས་ཚར་རེད་འགྱུར་བ་ཤུགས་ཆེན་པོ་ཞུ་ཕྱིན་ཚར་རེད་མགོ་སྐོར་བཏང་ཐུབ་ཡ་ཁ་ཁ་ཡོད་མ་རེད་བ། མགོ་འཚོས་མཁན་མང་མི་མང་གི་ནང་ལོགས་ནས་མགོ་འཚོས་མཁན་མང་པོ་ཅིག་ཡོད་རེད། རེད་བ། མི་མང་གི་ནང་ལོགས་ལ་གཞུང་ཞབས་ཟུར་པ་ཡོད་རེད། ཉམས་མྱོང་ཅན་མང་པོ་ཡོད་རེད། ཤེས་ཡོན་ཅན་མང་པོ་ཡོད་རེད། མགོ་སྐོར་བཏང་ཐུག་མར་བ། ད་ཡིན་ནའི་ད་ནང་ང་ཚོའི་མི་མང་བྱས་ག་ཡོད་མ་རེད་དབང་ཆ་དེ་ཚང་མ་ལོ་མི་མང་གི་བདམས་ནས་ལོ་ལྔ་རིང་ག་ཡག་སྐྱེལ་བཞག་ཡོད་རེད། སྤྱི་འཐུས་ལྷན་ཚོགས་ཀྱིས་ང་ཚོ་བཅའ་ཁྲིམས་དགོངས་དོན་གྱི་ཡལ་གའི་རྒྱུན་ལས་ལ་ནི་ཆིག་ཡོད་རེད་ད་དེ་གའི་དེ་གའི་འཁྲབ་དེ་གོ་རེད་བ། ད་གཞུང་གི་འགྲོ་གྲོན་གྱི་ཐོག་ལ་དགོངས་པ་བཞེས་གནང་དང་གཅིག་སྡུད་ཚོགས་གཙོ་ཚོགས་གཞོན་ནས་ཕྱི་ནས་ཞུ་གི་ཡོད་ད། འགན་ཁྱོད་ནས་འཁྱེར་གྱི་མི་འདུག་ད་ཁྱེད་འོག་གཉེན་པོ་བཅས་བྱེད་ན་རུ་བ་ཕེབས་འདོད་ཀྱི་འདུག་མ་འདོད་ཅིག་འགན་རྩ་བ་ཉིད་ནས་འཁྱེར་གྱི་མི་འདུག་སྐབས་བཅུ་བདུན་པའི་གྲོས་ཚོགས་ནང་ལོ་ལ་ད་མི་གཏོང་མགོ་གཏོང་མཐོང་ཚར་སོང། མི་གོ་གོ་གོ་ཚང་མ་གོ་ཚར་སོང། དངོས་གནས་དྲ་ནས་མི་མང་རྣམ་རྟོག་ཟ་དགོས་བས་ཆེ། ད་ཡིན་པ་ད་ལྟ་ཡིན་ནའི་ཅིག་སྐྱིད་སྡུག་ཚོགས་གཙོ། དེ་ཚོ་ཡ། སྐྱབས་མགོན་རིན་པོ་ཆེ་ཇེ་ག་ལ་བཅར་ཡས་ད་དེ་ཚོ་སྟོང་པ་ཐང་པོ་བཞུགས་ཤིག་དུ། མི་ལ་ངས་དེ་ལ་བཟང་སྤྱོད་མེད་ན་ད་ག་རང་རེད་བ། སྲིད་སྐྱོང་ཟུར་པ་ཡི་ད་ག་རང་རེད་བློ་བཟང་སངས་གི་ལ། སྐུ་མདུན་ཇེ་ག་ཞུས་ལ། ནང་བ་རྣམ་རྟོག་བཅས་མི་འདུག་བ། ངོ་ཚ་ཁྲེལ་གཞུང་བླངས་ཏེ་རྩ་བ་ཉིད་ནས་མི་འདུག་བ། ང་ཚོ་མི་གཅིག་ཡིན་ཚར་བའི་ཆེད་ལ་ཡ་རབས་བཟང་སྤྱོད་ཡོད་ཚར་བའི་ཆེད་ལ་སྐྱབས་མགོན་རིན་པོ་ཆེ་ལ། ཞེས་རས་བསྟན་ཡས་དང། མཇལ་ཁ་ཞུ་འོས་ལ་ཞེད་སྣང་མེད་ན་འཚེར་སྣང་འབྲི་ཅིག། གླེང་རུ་བ། ད་ག་འདྲས་བྱས་ནས་ཕྱིན་པས་འདས་བའི་ལོ་བཅུ་ལས་ཀ་ག་འདྲས་བྱས་ནས་ཕྱིན་སོང། འགྲོ་དུས་མཚམས་ག་འདྲས་ཀྱིས་བཞག་ནས་ཕྱིན་སོང། ང་ཚོ་ཆོལ་ཁ་གསུམ་གྱི་གཅིག་སྒྲིལ་གྱི་གནས་སྟངས་འདི་ད་ད་ལྟ་ག་ཚོད་ཚེ་སྤྱོད་པ་ལོག་གི་འདུག་ཆོལ་ཁ་གསུམ་ལ་ཡས་དེ་དེ་སྔ་བོད་ནང་ལ་ཡོད་མ་རེད་རུ་བ། བོད་སྡེ་བ་གཞུང་གི་གུང་ཐང་འབྲི་ཆུ་ཕར་འདབས་ཚུར་འདབས་རླབས་ཆེ། དབུས་གཙང་གི་ཁུལ་ཁག་ཅིག་གི་ཡ། སྡེ་བ་གཞུང་ལ་ཡ་ཁྲེལ་ཕུད་ཆེ། འདི་གི་ཁུངས་གཏོགས་ཀྱི་གནས་སྟངས་གཅིག་རེད། རུ་བ། རྡོ་སྟོད་སྨད་གཉིས་འདི། ཁུ། ཁག་ཅིག་ཁྲེལ་འདི། གོ་མིན་ཏང་དང་དེ་ནི་མ། ས་གནས་སོ་སོ་སོ་འབྲེལ་བ་ག་བ་ཆགས་ཀྱི་ནི་འདི་ལ་ཁྲེལ་རྒྱབ་ཆེ་འགྲོ་འདི་གོ་རེད། འདི་དངོས་ཡོད་གནས་ཚུལ་རང་རུ་བ། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་ད་ག་རང། ཞེས་ཁྲོ་མོ་ནས། གསུང་གི་ཡོ་བ། བཀའ་ཕེབས་ཀྱི་ཡོ་བ་དེ། ང་སྐྱེ་ས་འདི་ཨ་མདོ་སྤོ་བོ་ཆེ་མ་གེ་སྐྱེས་བྱས་ད། སྐུ་འདྲེན་བཅུ་བཞི་བེ་ཀེ་ཡང་སྲིད་ངོས་འཛིན་གནང་བྱས། ཨཱ་ཡ་ལྷས་ཚར་ཡག་དེ་འདྲི་ཞུ་བྱས་དེ་ཆགས་རེད། གོང་ས་མཆོག་གིས། གཞན་གསུང་གི་ཡོག་དེ་གསལ་བཤད་སྐྱོན་གི་ཡོག་དངོས་ཡོད་གནས་ཚུལ་དོག་རང་རོ་བ། དེ་འདྲའི་བྱེད་ནི་ད་ཁམས་ཁྲི་མགོ་རང་བཙན་བྱེད་འདྲའི་བེད་དཔོན་དང་དེ་འདྲའི་བྱེད་བྱེད་འགྲོ་ཤ་རེད། ལྔ་བཅུ་ང་དགུ་ལ་ང་ཚོའི་གི་ལུང་པ་དེ་མིའི་ལག་པ་ཤོར་རེད་རྒྱ་ནག་གི་བཙན་བཟུང་བྱེད་རེད། རེད་བ། རྐྱེན་ངན་གྲོགས་ལ་ཆགས་བྱས་བཙན་བྱོལ་ནང་ལ་སྐྱབས་མགོ་རིང་པོ་བྱེད། བར་ཆད་མེད་པའི་ཐོག་འདས་རྒྱ་གར་ཞབས་སོར་འཁོར་ཐུབ། བོད་མི་མང་པོ་ཅིག་མཉམ་དུ་དེ་ཚུ་བཙན་བྱོལ་ལ་སླེབས་ཐུབ། དེ་འདྲའི་གི་ཐོག་ནས་ག་ལི་ག་ལི་དེ་དབུས་བོད་མི་སྒྲིག་འཛུགས་ལ་ཡ་བྱེད་དང་ཨ་ནི་ང་ཚོའི་དམངས་གཙོ་ཀ་བ་སྲུང། གྲོས་ཚོགས་ལ་ཡས་དང། འདི་འདྲས་ཀྱི་གནས་སྟངས་ཅིག་ཆགས། བོད་ཆོལ་ཁ་གསུམ་ལ་ཡས་ཀྱི་ད་བཙན་བྱོལ་ནང་སླེབས་བྱུང་རོགས་དེ། གོང་ས་སྐྱབས་མགོན་ཆོས་འཁོར་མཆོག་གི་དགོངས་གཞི་དང་དམིགས་ཡུལ་རོགས། ད་ད་ད་རིགས་གཅིག་གི་ག་འདྲས་བྱེད་ཀྱི་འདུག། སོ་སོའི་མི་དེ་སྲིད་སྐྱོང་ལ་སླེབས་ན་ལ་མ་སླེབས་ན། ད་ད་འདས་ཀྱི་དངོས་གནས་དྲང་གནས་ཀྱི་ཅིག། ང་ཚོ། དགྲ་ལ་འཕྱར་ཡས་ལ་ནས་རེད་གཉེན་ལ་ངོམ་ཡས་ལ་ནས་རེད། གཉེན་ལ་ངོམ་ཡ་དང་དགྲ་ལ་ཕྱག་གཡས་དང་ངེ་འདི་ཏག་ཏག་བྱེད། ཁ་ནོར་དྲུག་ཏུ་ཡང་སེ་ཡང་སེ། འདི། དབུས་བོད་མི་སྒྲིག་འཛུགས་དར་བ། ང་ཚོ་ཕྱི་ལ་སྔུར་ནས་ངོམ་ཡས་ཏེ། འཛམ་བུ་གླིང་ལ་མེད་པའི་གི་བཙན་བྱོལ་གི་སྒྲིག་འཛུགས་ཅིག་རྒྱལ་ཁབ་རང་བཙན་ཡོད་རྒྱུ་ན་ཞེན་ཆེ་ན་ད་ང་ཚོ། མི་དམངས་ཀྱི་བདམས་པའི་གིས་དངོས་གནས་དྲང་གནས་གྱིས་ཆེད། སོ་སོའི་ཆབ་སྲིད་འགོ་ཁྲིད་ཀྱིས། རུ་བ། གྲོས་ཚོགས་རེ་ལ་ནས་ཁྲིམས་བཟོ་ལྷན་ཚོགས་ཀྱིས་ཁྲིམས་ཁང་རེ་ལ་ནས་དང་དུ། ཁྲིམས་ཚད་དང་ལྡན་པ་ཇི་ལྟར་ལག་བསྟར་བྱེད་ཆོག་གི་ཡོད་མ་རེད་དེ་གང་ལྟར། ང་ཚོའི་བོད་པའི་ནང་ཁུལ་གྱི་དཀའ་ངལ་ག་རེ་ཡོད་པ་ཡིན། དྲང་པོ་གོ་བ་ཡོང་གི་མེད་བ་ཡིན། དེ་ཚོའི་ཚང་མ་གོང་ཐག་ཆོད་གནང་ཆོག་ཡས་ཀྱི་དེ་འབྲེལ་གྱི་རླབས་ཆེན་གྱི་དགོངས་པ་བཞེས་བྱས་སྒྲིག་འཛུགས་དེ་འདྲས་བཙུགས་བྱ་རྒྱུ་བཅས། མི་མང་གི་གདམས་པའི་གེ་ད་ད་འདས་ཀྱི་ཆབ་སྲིད་འགོ་ཁྲིད་ལ་ཡི་རུ་བ། ནམ་རྒྱུན་བསྟེན་བྱས་མ་སྡོད་པའི་ནམ་རྒྱུན་བསྟེན་གྱི་འདུག་བ་མུས་མཐུད་བྱས། རྒྱ་མིས་གྱི་ཆེས་མ་ལྟོས་ཡས་ཀྱི་གཞི་མེད་སྐྱོན་བརྗོད་དེ་འདྲས་ང་ཚོའི་ནང་ལོག་ནས་བྱེད་ཡོང་གི་འདུག་བ། དངོས་གནས་དྲང་གནས་ཀྱི་ཆབ་སྲིད་ཀྱི་འགོ་ཁྲིད་ཀྱི་ནོར་གྱི་ཡོད་པ་ཡིན་ན་མ་བིན་བྱེད་ཀྱི་ཡོད་པ་ཡིན་ན། མི་མང་ལ་མགོ་སྐོར་གཏང་གི་ཡོད་ན་སྐྱོན་བརྗོད་བྱེད་དགོས་རེད། རེད་བ། འདས་བའི་གི་ཉིས་སྟོང་བཅུ་གཅིག་ནས་བྱེད་བྱེད་ཉིས་སྟོང་ཉི་ཤུ་རྩ་གཅིག་གི་བར་དུ་བློ་བཟང་སང་གེས་ལོ་བཅུ་བྱིས་པའི་སྐབས་ལ་ང་ཚོས་སྐྱོན་བརྗོད་བྱེད་ཡོད་རེད་རྒྱ་ཆ་རྒྱ་བྱེད་ཡོད་རེད། དེ་བྱེད་འོས་པ་ཅིག་ཆགས་བསྡད་ཡོད་རེད་གནས་ལུགས་རྒྱུ་མཚན་ཡོད་རེད་དེ། ཁྲིམས་འགལ་ག་རེ་ག་རེ་བྱས་སོང། མ་དབྱིན་ག་རེ་ག་རེ་བཤད་ཡོད་རེད། ལས་ཀ་ནོན་འཁྲུལ་ག་རེ་ག་རེ་བྱས་སོང། སོ་སོ་གྲོགས་པོ་གྲོགས་མོ་ག་བ་ག་བ་བསྐྱལ་སོང། སོ་སོ་སྒེར་གྱི་དཔལ་འབྱོར་གནས་སྟངས་དེ་ག་འདྲས་བཟོས་ནས་ཕྱིན་སོང་དེ་ང་ཚོ་མིག་གི་མཐོང་མཐོང་འགྲོ་བ་མི་མང་ཁ་བཙུམ་བསྡད་ཀྱི་མར་བ། འདི་མ་ཚད་བོད་བྱང་ཨ་རིའི་དོན་གཅོད་འཕོ་འགྱུར་བཏང་ཡས་དེ་ཚོ་ཚང་མ་ལོ་ད་མཐའ་མ་དེ་ལ། རྫུན་གུ་ག་འདྲས་ཐོན་སོང་ཞབས་འདྲེན་ག་ཚོད་བཞག་རེད། བཀའ་ཤག་གོ་རང་ནག་པོ་ནག་རྐྱང་བཟོས་རོགས་བཀའ་ཤག་སྐབས་བཅོ་ལྔ་པ། ཁྲིམས་ཁང་ནང་ཁྲིམས་ཤོར་རོགས་དེ། འཛམ་བུ་གླིང་མི་གི་རྟ་དེའུ་རོགས་བོད་དོན་རྒྱབ་སྐྱོར་བྱེད་མཁན་ཚང་མའི་རྟ་དེའུ་རོགས། གོང་ས་ཆ་སྐྱབས་མགོན་ཆེན་པོ་མཆོག་གི་གཉེན་ཕྱོགས་ལ་སེམས་ཡོད་རོགས། རྒྱལ་ཁབ་རང་བཙན་ཡོད་རྒྱུ་ན་ཞེན་ཆབ་སྲིད་རྩད་བྱེད། མི་དེ་རྗེས་མ་སོ་སོའི་ཁ་བཏད་ལ་མ་ལང་ཡ་དང། སྲིད་སྐྱོང་ལ་ལང་མ་ཐུབ་བའི་ཟོལ་ཡལ་གི་དོན་དག་ལ་སྔ་ས་ས་ན་བ་དོན་ཆོས་ན་མ། མ་ཉེས་ག་ཡོད་དང། གཞི་མེད་སྐྱོན་བརྗོད་བྱེད་བྱེད་སྤེལ་ནས་མཐར་ཁུངས་འཁྱོལ་མ་བཟོ་བ། ཁྲིམས་ཁང་ནས་ཐག་གཅོད་བྱེད་བྱེད་ཁམས་ཕྱུག་ཤོར་བ་ཁམས་ཕྱུག་ཨང་ཉི་ཤུ། དེ་འདྲ་རེད་ད་ངའི་སྐད་ཆ་དེ་མང་འཕྲོས་ཡོང་གི་འདུག་འོ་དེ་འདྲ་གི་གནས་སྟངས་རེད། དེ་ཡིན་དུས་མ་འགྲིག་ས་ལ་འཛུགས་འགོ་བཙུགས་རེད་སྐྱོན་བརྗོད་བྱེད་དགོས་རེད་དེ་སོ་སོའི་གི་ཅིག་གཞུང་ལ་གཞི་མེད་སྐྱོན་བརྗོད་བྱེད་པ་དེ་འདྲ་ཁའི་མར་བ། འགོ་ཐོབ་ཐང་ཡོད་རུང་མི་མང་གི་རྒྱན་རུང་བ་བྱེད་དགོས་གོ་རེད། ད་ད་ལྟ་སྔོ་ནན་དྲང་ནས་ཀྱི་ད་འདས་ཀྱི་ལས་ཐོག་སྲིད་སྐྱོང་གི། ཧུར་ཐག་པར་ཐག་ཕྱག་ལས་གནང་བྱས་ཁྲིམས་ཐོག་ནས་དེ་འདྲས་ཀྱི་ནོར་སོང་ལ་ནས་ཁུངས་སྐྱེལ་དཔང་རྟགས་བྱས་ནས་ཡར་དོན་ཡོང་བྱས་ཁྲིམས་གང་ད་ད་འདས་ཞིར་མི་མང་གི་སླར་གསོ་བྱས་བཞག་ཡོད་རེད་ཁྲིམས་དཔོན་ཚང་མ་ལོག་ཡོད་རེད། ཁྲིམས་འགལ་བྱས་ཡོད་ནས་རེད། ཧམ་པ་བཤད་ཡོད་ནས་རེད། ལས་ཀ་ནོན་འཁྲུལ་བྱས་ཡོད་ནས་རེད། ཁྲིམས་གང་སྐྱེལ་ནས་འགྲིག་གི་འདུག་ཨ། ཁམས་ཆུ་རྒྱ་བས་ནས་འགྲིག་གི་འདུག་ཨ། སྔོ་ན་གྲངས་མེད་ཀྱི་གནས་ལུགས་རྒྱུ་མཚན་གྱི་ཐོག་ནས་སྐྱོན་བརྗོད་བྱེད་ཆོག་གོ་འདི་སྐྱོན་བརྗོད་བྱེད་ཆོག་གི་མེད་ར་ན་ང་ཚོས་སྐད་རྒྱག་པ་ཡིན་ནས་འདི་ལག་ཐག་མར་བ་ཡིན་ནས་སྐྱོན་བརྗོད་ཚད་དང་ལྡན་པ་མ་ཉེས་ག་ཡོད་མེད་པ་འདི་བྱེད་དགོས་གོ་ར་བ་ད་དེང་སང་ང་ཚོའི་དྲ་རྒྱའི་ནང་ལོག་ལ་དོལ་སྐད་བསྟན་མཁན་དང་ཚང་མ་འདྲེས་བསྡད་འདུག་བ་བོད་སྐད་རྒྱག་བ་ཙམ་གྱིས

རེད་བ། ང་ཚོ་བོད་མི་མང་ཚང་མ་ལ་མཐོང་ཆུང་ཁྱད་གསོད་རེད་བ། ད་རྦད་དུ་གཞུང་འབྲེལ་འཚམས་གཟིགས་ཡིན་ལ་ནི་བཟོད་ཆེ་ད་ངས་སྒང་ལ་ཕུལ་བཞག་རྒྱུ་དེ་རེད་ཉེ་བའི་ཆ་ལ་སྤྱི་འཐུས་གཉིས་མ་ནི་མ་འཆིང་བྱས། ད་པར་དེ་ཚོ་བརྒྱབ་ནས་སྤྱི་འཐུས་ལྷན་ཚོགས་ཀྱི་དྲ་ཚིགས་ནང་ག་འདྲས་བཀྲམ་གི་འདུག་དེ་ཚོ་ཚང་མ་ལ་ཆབ་སྲིད་རེད་བ། ད་རྦད་ཞི་བ་བཅས་ཀྱི་གྲྭ་མང་མང་པོ་འཛོམས་ཡོད་རྣམ་པ་སྟོན་ཡས་ཀྱི་ཆེད་དུ་པར་དེ་ཚོ་རྒྱབ་ལོག་ནང་རྒྱབ་བྱས་ད་ཡག་པོ་ལྟ་དང། གྲྭ་ཚང་འདིའི་ནང་ལོག་གི་གྲྭ་བ་ཚང་མ་ལོ་པེ་ཅེ་ལོ་བཅོ་བརྒྱད་བཅུར་དགུ་བཅོ་བརྒྱད་ཀྱི་མ་འདབ་མང་ཆེ་དེ་ད་རེ་ཟུང་རེ་ཟུང་མ་མཐོ་ཞིག་གི་ཉི་ཤུ་བཅོ་ལྔ་ཉི་ཤུ་བཅས་ཨ་ཡོད་ན་རྒན་པ་ལོ་སུམ་ཅུ་ཡར་རྒྱས་ཚ་རྒྱོ་དེ་མིན་པ་ཚང་མ་ལོ་པེ་གྲབ་དྲུག་འཁོར་ན་རེ་དོ་གང་ཚ་ལབ་གྲ་འགྲོ་དེ་ངན་དེ་འདྲ་ད་དེ་ཚོ་གྲྭ་ཚང་གི་མ་བཀའ་བཏང་བཀའ་བཏང་འདེམས་བྱེད་རོ། དེ་འདྲ་ཡ་གྲའི་དྲུང་བསྡད་ཆུ་བྱས་པར་བརྒྱབ་ད་འདི་མ་ཕྱི་ཚུ་ལྷན་ཚོགས་དྲ་རྒྱ་གང་བཞག་མི་མང་མགོ་སྐོར་བཏང་ཡ། བོད་དོན་ཐོག་ལ་རྒྱབ་སྐྱོར་བྱེད་ན་ཕྱིའི་མི་ལ་རྒྱབ་སྐྱོར་རྣམ་པ་སྟོན་ཡ་གི་ཆེད་དུ། བོད་ཆོ་ལོག་པར་བ་དེ་ཚོ་མ་ལོག། གྲྭ་ཚང་གི་གྲྭ་བ་ག་ཚོད་འཛོམས་དང་མ་འཛོམས་འདིའི་གི་འགན་ཁྱེད་ངན་དེ་ཚོ་ལག་པ་རུ་བ་གྲྭ་བ་ག་ཚོད་ཡ་སྐོང་དང་མ་སྐོང་དང་རུ་བ། དེ་བྱས་ནས་ངའི་རྣམ་པ་ཚོ་ལ་གང་ལ་ཡང་དཔར་བོད་ཀྱི་རྒྱུ་མཚན་དེ་འདི་ཡིན། ཨ་བེད་ཁོ་ར་ཆབ་སྲིད་ཚོ་བོ་རང་བཙལ་བྱས་བེད་མི་མང་མགོ་སྒོ་བཏང་ཡག། ཨ་མི་མང་ལ་ཀྱག་ཀྱག་ད་སུ་ལ་ཀྱག་ཀྱག་བྱེད་བོར་འདི་རུ་བ། ཨོ་དེ་འདྲ་ཡིན་དུས་ད་ལྟའི་དུས་ཚོད་ལ་ངས་ཁ་སི་གཡེང་མང་ང་ཚོ་སྐད་མང་པོ་རྒྱབ་ཚར་ཡིན། ད་སྤྱི་འཐུས་ཀྱི་འཚམས་གཟིགས་འདི་མཚམས་འཇོག་བཞག་རོགས་གནང་བཟང་ཚོ་གོ་ཡས་མེད་འདུག་ཨོ་སི་མི་མང་སྐད་ཆ་ཉན་གོ་ཡས་ཁ་ཁ་ཡས་མེད། ཁྱེད་ཚོ་རྡོག་རྒྱག་ཆ་ཚང་ཅིག་ང་ཚོ་མཐོང་ཚར་སོང། གོ་ཚར་སོང། ད་མར་ཡོང་ནས་གསར་བ་བཤད་ཡ་ག་རེ་ཡོད་བས། མི་མང་གི་བདེ་སྡུག་ག་རེ་ལྟ་ཡ་ཡོད་བས། འདི་ལ་རྡོག་སྟེ་མི་མང་གི་ནག་ལོག་བརྡབ་སྲིང་བཏང་ཡ་མི་མང་ནག་ལོག་འཁྲུག་རྩོད་ཤོར་ཡ། བདེ་འཇགས་མེད་བ་བཟོ་ཡ་ལྷིང་འཇགས་མེད་བ་བཟོ་ཡ། ཆེད་མངགས་སྔུན་ན་གྲངས་མེད་དོག་པ་ཟ་གི་འདུག་བ་ད། རྐང་བརྟེན་མི་མང་ནང་འཁྲུག་ཆ་བཟོ་ཡ་ད་ཆོལ་ཁ་གསུམ་དེ་འཁྲུག་བཅུག་ཡ་གི་དོན་དག་ལ། རོགས། ལོ་གཅིག་གི་དངུལ་རྩིས་འདི་སྔོན་ན་གྲངས་མེད་སྤྱི་འཐུས་འཚམས་གཟིགས་ཕལ་ཡས་ཀྱི་དངུལ་རྩིས་ཀྱི་བཀའ་བགྲོས་ཞུས་ཚར་ཡོད་བ་ནས་འགྲོ་སོང་མ་བཏང་ན་འགྲིག་མདོག་དེ་རྗེས་མ་དངུལ་རྩིས་ནག་ལོ་ལ་ཡར་བསྡོམས་ནས་ཁྱེར་འགྲོ་ཡས་རེད་དེ་དངུལ་ལྷག་ན་ལྷག་རེད་དེ་བོད་མི་སྒྲིག་འཛུགས་ལྷག་སྒོར་ཡིན་གཅིག་མིན་གཅིག་དེ་འདབ་ཚགས་སིག་སིག་བཟོས་དགོས་དགོས་ཡོད་མ་རོགས། མི་མང་ལ་ཕན་ཐོག་མེད་བ་ཡིན་ན་དངུལ་འགྲོ་སོང་བཏང་ནས་ཁོ་ཆུ་ཟོས་རོགས་ཚང་མ་ལོ་ད་ཡིན་པ་ནས་ཀྱག་ཀྱག་བྱེད་བྱས། བོད་མི་སྒྲིག་འཛུགས་བང་མཛོད་རྣམས་ད་ག་འདྲར་དངུལ་བཀའ་འཁྲོལ་གནང་ཚར་བའི་རྗེས་ལ། རུ་བ། དངུལ་ཐབས་ཤེས་དེ་ཆ་ཚང་རྗེས་འཛིན་སྐྱོང་བཀའ་ཤག་གིས་གནང་དགོས་སྐོར་རེད། ད་དེ་ཆབ་སྲིད་དང་ཀྱག་ཀྱག་རང་རུ་བ། ད་བཀའ་འཁྲོལ་གནང་སྐྱོ་དེ་འབུམ་བཞི་བཅུ་ལྔ་བཅུ་སྐོར་རོ་གཅིག་གཉིས་ཅིག་ག་ཚོད་ཡིན་པ་ཡིན་ན་ཚང་མ་ལོ། རྡབ་རྡབ་སིག་སིག་བཟོས་ཡ་ད་ལོ་འདིག་ལོ་མཇུག་དང། སྐབས་བཅུ་བདུན་པའི་གི་སྤྱི་འཐུས་འདི་ད་མ་འཁྱོལ་བར་དུ་ལ་དངུལ་ག་རེ་ཡོད་པ་དེ་ཚང་མ་ལོག། བཀའ་འགྲོས་ཡོད་བ་ཆ་ཚང་ཅིག་དབ་ད་སིག་སིག་བཏང་ཡས་གི་ལས་ཀ་བྱེད་དེ་གི་འདུག་མ་འདུག་ཅིག་གཞན་བསམ་ཚུལ་ཕལ་འགར་ཆེ་བ་རེད། རྒྱལ་མོ་ལ་ཡང་ལས་ཀ་རུ་བ། བེ་ལོ་ཀུ་བིལ་ཆ་ཤ་ན་བེ་ལོ་ཀུ་བིལ་ལ་མ་གས་དམ་ས་ལ་ན་མ་སྤྱི་འཐུས་བཏང་གོ་ཡས་གོ་ར་མེད་བ་མ་གས་ཕྱོགས་བཞུགས་སྤྱི་འཐུས་གསུམ་ཞིག་ཡོད་རུ་བ། བེ་ལོ་ཀུ་བིལ་རང་ལ་སྤྱི་འཐུས་དེའོ་རུ་བ། ཆོག་ཤོས་བྱེད་དུས་དེ་སྐད་དེ། ཀོ་ར་རྒྱབ་བཞག་ན་མ་འབྲེལ་བ་ག་ཡོད་མ་རུ་བ། ཧུང་སུ་ལའེ་ཡོད་རེད་ཆོག་ཤོས་བྱེད་དུས། རུ་བ། ཐ་སྙད་འབྲེལ་མཚུངས་ཆེན་བཏང་བཞག་འོད་ན་འགྲོ་རྫོང་སྲིད་རྩ་དག་རང་ཆགས་སུ་བ། ལྷག་བསམ་རྣམ་དག་ཡིན་མིན་དེ་དེ་རུ་བ། ཕྱེད་ཀའི་ཡུལ་གྲུ་ཁག་ལ་ཡིན་པ་ནི། ད་ད་ལྟ་བར་དུ། བྱང་ཨ་རི་ནང་ལོགས་དང་ཡུ་རོབ་ལ་སྐོར་སྐྱོད་ག་ཚོད་ཕྱིན་ཚར་སོང། ཆུ་རྒྱུས་གཅིག་སྡུད་དེ་སྐད་དེ་ཀོ་ར་ག་ཚོད་བརྒྱབ་ཚར་སོང།

གསུམ་པ་འདི་ལ་འདི་ཞུ་ན་བསམ་སོང། ད་ད་ལྟ། ང་ཚོའི་སྤྱི་ཚོགས་ནང་ལོགས་ལ་རྒྱལ་དར་དང་རྒྱལ་གླུ་གི་སྒང་ལ། ཨ་ནི། བགྲོ་གླེང་གནང་མཁན་དེ་འདྲ་འདུག་ཚོགས་པ་ཁ་ཤས་ཤིག་ནང་ལོགས་ལ་སོ་སོ་རང་ཉིད་ཡོད། ཡིན་ན་ཆ་ཤས་ག་གླེང་གི་མེད། ཆ་ཤས་གླེང་བྱས་ག་ཚོད་ཕན་ཐོགས་ཀྱི་ཡོད་མེད་ཤེས་ཀྱི་མི་འདུག། དེ་ཡིན་དུས་ཉན་བསྡད་ཀྱི་ཡོད། ཨ་ནི་མང་པོ་གཅིག་གིས་ཐུགས་འཚབ་གནང་གི་འདུག། ད་དེ་མི་མང་ལ་ཁག་སྐྱོན་མི་འདུག་བསམ་གི། བཀའ་སྤྱི་གཉིས་ཐུན་མོང་གི་ཐོག་ནས་ཚོགས་ཆུང་བཙུགས་བྱས། ད་རྒྱ་དར་དང་རྒྱ་ཀླུ། ཐོག་ལ་གནོན་འཕྲི་པོར་ཆོག་ཞུ་ནས་རེད་དེ་འདྲས་ཆིག་གནང་གི་ཡིན་སླབ་བྱས། ཚོགས་ཆུང་བཙུགས་ནས་དེ། མི་མང་གི། ད་གཟིགས། དེ་གོ་རེད། ཨ་ཚོགས་ཆུང་གི་ཚོགས་གཙོ་དེ་ད་ལྟ་ཆོས་རྒྱུད་སྤྱི་འཐུས། དགེ་ལུགས་སྤྱི་མཐུས། ཨ་འབྲུག་ཚེ་བརྟན་རེད་འདུག་ཨ། ཁོ་བཀྲ་ཤིས་པ་ཅིག་ཡོད་མ་རེད། མི་དེ་འདྲས་ཀྱི་ཚོགས་གཙོར་འཁོད་ཡོང་དུས། རང་གཞན་གྱི་མི་མང་གི་ནང་ལོག་ལ་ཁོ་སེམས་འཚབ་ཆེ་ལེགས་རུ་བ། ད་ལྟ་བར་དུ་ལས་ཀ་ཡག་ལངས་ཏེ་སྣེ་གཅིག་བོད་དང་བོད་མི་ལ་ཕན་པ་དང་བོད་མི་སྒྲིག་འཛུགས་ལ་ཕན་པ་ཡོང་མར་ད་སོ་སོའི་ཆོལ་ཁ་དང་ལུང་ཚན་དང་དེ་འདྲས་ཀྱི་ཕྱོགས་རིས་ཁོ་རང་ཕྱིན་ནས་ལས་ཀ་བྱེད་འགྲོ་དེར་སྐད་ཆ་བཤད་སོང་ན་ཁ་གདངས་ཚད་ཚང་མ་དག་རང་རེད། ཨ་ནུ་སྔོ་ན་བྲག་ནི་ངར་དགོ་ས་དང་ཤད་དགོ་ས་དེ་ལ་ད། གྲོས་ཚོགས་ནང་ལོ་ལ། ད་དེ་བེག་ལོ། ཞི་དང་ཛག་སང་ལ། ག་རི་ག་རི་བཤད་སོང། གནས་ཆུང་ཆོལ་ཁའི་ཆེན་མོ་ལ་ག་རི་ག་རི་བཤད་སོང། གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཟུར་ཟ་ག་ཚོད་བྱས་སོང། དབུ་མའི་ལམ་ལ་ཟུར་ཟ་ག་ཚོད་བྱས་སོང་ད་བདེན་ཚོགས་ཁང་ལ། ཨ་ནི་བཤད་གི་ཡོད་མ་རེད་དགོས་ས་ཆེ་མ་གོ་ས་ལྷག་ལ་ཡོད་དེ་རེད། ལྟ་མོ་གོ་བས་ཀྱི་སྔུན་ན་གྲངས་ནས་ཅིག་འཐེན་འཁྱེར་དང་ཕྱོགས་རིས་དང། རུ་བ། ཨང་སྤྱི་ཚོགས་ནང་ལོག་ལ་དཀྲོག་གཏམ་ཁོ་རང་ཚོས་ཀྱི་རྒྱུ་ཁུལ་བྱེད་ཆེད་དཀྲོག་གཏམ་སྤེལ་དེ་ངས་འདི་ཚོའི་ཀྱི་སྐད་ཆ་དེ་ཚོ་ཡག་བརྗོད་བྱས་ཁམས་དུས་ཕྱིན། རུ་བ། སྤྱི་ཚོགས་ནང་དཀྲོག་གཏམ་སྤེལ་ངས་འདི་ཚོའི་ཀྱི་ཁོག་པ་ནང་སྐད་ཆ་བླུག་ཁ་ན་མ་བཤད་བཅུག། རུ་བ། འདི་ཨ་ནེ་ཡང་ཁོ་ཚོས་བཤད་ཤག་སང་ཡག་སྒྲུག་བྱས་ཁོ་རང་ཚོའི་ཀྱི་གྲོས་ཚོགས་ནང་ལ་མ་བཤད་ཡོང་གི་འདུག་བ། དེ་འདྲའི་ཀྱི་ཐབས་སྐྱོ་བོ། ད་གནས་ཚད་དེ་དེ་འདྲའི་ཆེ་རེད་སྤུས་ཚད་མ་སོང་ནས་མི་ཡི་སྤུས་ཚད་དེ་དེ་འདྲའི་ཆེ་གི་ཚོགས་གཙོ་བྱེད་ཡོང་དུས་ཚོགས་ཆུང་ཚོགས་གཙོ་བྱེད་ཡོང་དུས་མི་མང་རང་བཞིན་གིས་གོ་ཐུག་ཚབ་ཞིག་སླེ་དེ་གོ་རེད་ཐུག་ཁག་མི་འདུག་བསམ་གི། ད་ཡིན་ནའི་ཕྱོགས་གཞན་ཅིག་ནས་བསམ་བློ་བཏང་བ་ཡིན་ན། རྒྱལ་དར་དང་རྒྱལ་གླུ་དེ་གི་ཐོག་ལ་དཔལ་ལྡན་སྲིད་སྐྱོང་མཆོག་གིས་གསལ་བཤད་ཤི་གནང་བཞག་སོ་སོ་རང་ཉིད་ཀྱིས་ལྟ་ཡོང་དུས་བོད་རྒྱལ་དར་དང་རྒྱལ་གླུ་ལ་འགྱུར་བ་བཏང་ཡ་ལང་དེ་ད་ཡོང་མ་སྲིད་བ་ཅིག་རེད་རོ། ད་ཡིན་ནའི་ཅིག། བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་ད་སྟངས་འཛིན་གནང་ཐུབ་ཡས་དང་གཏན་འབེབས་གནང་ཐུབ་ཡས་དེ། གཏན་འབེབས་ཞིག་གནང་བ་ཡིན་ན། གཅིག་མཚུངས་ཀྱི་གཏན་འབེབས་གཅིག་གནང་བ་ཡིན་ན། དེ་ཡིས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་གྱི་ཐོག་ནས་ད། སྤྱི་འཐུས་ལྷན་ཚོགས་ཀྱི་ནང་ལོགས་ལ་གཏན་འབེབས་གནང་ཚར་བའི་རྗེས་ལ། དེ་ནས་བཟུང་བྱས། གཞུང་འབྲེལ་གྱི་ད་བཀའ་སྤྱི། ཐུན་མོང་གི་ཐོག་ནས་གཞུང་འབྲེལ་གྱི་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་མཛད་སྒོ་ག་རེ་ཚུགས་ཀྱི་ཡོད་བ་ན་རྒྱལ་དར་འདི་བེད་སྤྱོད་བཏང་ཡག། རྒྱ་ལུགས་ཡིན་ན་རྒྱ་ལུགས་འདི་བེད་སྤྱོད་བཏང་ཡག་ད་དེ་འདྲ་ཅིག་གནང་ཐུག་གི་རེད་བསམ་གྱི་འདུག་དེ་གནང་བ་ཡིན་ན་འགྲིག་གོ་རེད་བསམ་གྱི་ང་ཚོའི་གི་གཞུང་འབྲེལ་གྱི་ཐོག་ནས་འདི་གི་སྟངས་འཛིན་དང་འདི་གི་ཁྱབ་ཚད་བར་ལ་མུས་མཐུད་བྱས་གཏན་འབེབས་གནང་བཞག་རྒྱུ་འདི་ལག་བསྟར་གནང་ཐུབ་ཡག་འདི་ད་དབུས་བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་ཀྱི་ལས་ཁུངས་ཨ་མ་དང་དེའི་མ་ལག་བཅས་སྡེ་དགེ་རྒྱ་བལ་འབྲུག་གསུམ་དང་དུས་སྐུ་ཚབ་དོན་གཅོད་ཁག་ཚང་མ་ལོག་གི་ད་བཀའ་བཏང་པ་ཡིན་ན་བཀའ་ཤག་གིས་གཏན་འབེབས་གནང་ཚར་བའི་རྗེས་ལ་འདི་ལག་བསྟར་གནང་གི་རེད་བསམ་གི་ཨ་འདི་ལ་ངས་ཞེ་དྲག་སྐྱོན་མཐོང་མི་འདུག་དེ་ན་བལྟས་ཤིག་དེའི་གི་རོལ་དབྱངས་དེ་ཚོ་ཚིག་གི་སྒང་ལ་གཏང་གི་རྒྱུ་བ་གཏང་ཡ་ལ་དེ་ཚོ་ཡོང་མ་སྲིད་བ་རེད། དེ་ཚོ་གཏང་གི་ཡོད་བས་ན་ང་ཚོ་མི་མང་ཁ་ཙུམ་འདེགས་མ་རེད། དེ་ཚོ་ཏན་ཏན་ཁོ་རང། སྤྱི་འཐུས་ལྷན་ཚོགས་ནང་གཏན་འབེབས་གནང་ཚར་བའི་རྗེས་ལ་འདི་གི་རགས་ཟིན་ཡིན་ན་རེད་ག་རེ་ཡིན་ན་དེ་ང་ཚོ་མི་མང་གི་གོ་དེ་གི་རེད་ཐོང་དེ་གི་རེད་ཨང་སྐབས་དང་དུས་ལ་ང་ཚོ་མི་མང། སྐད་རྒྱག་གོ་དང་མོ་གོ་དེ་མི་མང་གི་འགན་ཁྱེར་རེད་བ། ང་ཚོ་འགན་འཁྱེར་གི་རེད་དེ་ག་འཇུག་མ་འཇུག་ང་ཚོས་བྱེད་འཇུག་མ་རེད། ཡིན་ནས་གཏན་འབེབས་གཅིག་རེད་བ། དཀར་ཆག་གཉིས་གསུམ་གྱི། རྒྱལ་སྤྱིའི་གི་འགྲོ་སྟངས་གི་ཐོག་ནས་ང་ཚོ་རྒྱ་ལུག་དེ་ཏེ་རི་འང་ཆགས་ཀྱི་ཡོད་པ་ཡིན་ན། ཡང་ག་ལེ་ག་ལེ་འདྲ་བོ་ཆགས་ཀྱི་ཡོད་ན་དེ་སྐྱོ་གོར་བཏང་ཡས་དང། དེའི་གི་རོལ་དབྱངས་དེ་ང་ཚོ་དབྱིན་ཇི་ནང་ལ Music ལབ་རོ་བ་དེ་འདྲས་ཅིག་ད་སྒོ་ནས། མྱོང་རོ་བཏང་དགོས་ཡོད་ན་རེད་རྐུབ་ནས་མྱོང་རོ་བཏང་དགོས་གི་ཡོད་ན་རེད་ག་འདྲས་ཞིག་བཏང་དགོས་གི་ཡོད་པ་ཡིན་ནས། དེ་མ་འབྲེལ་བ་སོ་སོའི་མཐོང་གི་མི་འདུག་དེའི་གི་ཐོག་ལ། གཅིག་བྱས་ན་སོ་སོའི་གི་བསམ་བློ་བཏང་སྟངས་དེ། ག་ལོག་རེད་དུམ་མདས་དྲག་རེད། ཡིན་སྲིད་པ་རེད། བར་བ། ཕྱོགས་གཞན་ཆེད་དུ་ང་ཚོ་འདི་དངོས་ཡོད་གནས་སྟངས་གང་ལ་ང་ཚོ་དགོངས་པ་བཞེས་དགོས་ཀྱི་ད་འདི་ཡ་འཐེན་མ་འཐེན་བགྲོ་གླེང་ཞུ་རྗེས་ཆེ་གནས་ཚུལ་ཆེན་པོ་བཟོས་ཆོག་མི་འདུག་བ། ང་ཚོ་བོད་པའི་སྤྱི་ཚོགས་འདི་ན་རྙོག་དྲ་གོ་གི་ཡོད་མར་བ། དྲ་རྒྱའི་དུས་ཚོད་ཡིན་དུས་རང་དབང་གི་ཐོག་ནས་ཁ་པར་ལག་པར་འཁྱེར་ན་འདྲ་མི་འདྲ་བཤད་ངན་ཡོད་རེད་དེ་ཀོ་བཤད་ནས་འགྲོ་ན་འགྲིག་གི་ཡོད་རེད་དེ་འདི་མི་མང་པོ་གཅིག་ལ་སེམས་ལ་བརྡབ་གསིང་བཟོས་བྱས་སྣང་བ་རྣམ་རྟོག་བཟོས་བྱས་རེད་བ་སོ་སོས་ཀྱི་བསམ་ཚུལ་གང་བཅུག་སྨོན་འཇུག་བཤད་ནས་ཕྱིན་པ་ཡིན་ན། ད་འདི་ང་ཚོ་འཐེན་གྱི་འདུག་གནོད་ཀྱི་འདུག་དེའི་དགོངས་པ་གཅིག་བཞེས་དགོས་ཀྱི་འདུག་བ། ཁོང་ཚོ་རྙོག་དྲ་ལངས་ཏེ་མེད་ན་ཡག་གི་རེད་བ་ད་སྤྱི་ཚོགས་དྲ་ལམ་གི་འགྱུར་བ་ཆེན་བྱས། དེང་སང། གནས་ཚུལ་ག་རེ་ཡིན་ན་བོད་མི་སྒྲིག་འཛུགས་ལས་འཆར་ལས་ཤེས་ཅིག་ཡོད་པ་ཡིན་ན་ཡང་འདིའི་སྒང་ལ་སྤེལ། འགྲིག་དང་མ་འགྲིག་དེ་སྔ་ས་སམ་སྐད་རྒྱབ་འགྲོ་དེ་ཡི་འདུག་བ། དེ་ཚོ་མཐའ་མ་དེ་ལ་གཏན་འབེབས་གནང་སྟངས་ག་འདྲི་ས་གནང་གི་འདུག་དེ་ནས་འགྲིག་གི་མེད་བ་ཡིན་ན་ང་ཚོ་དངོས་གནས་དྲ་གནས་མ་མི་མང་གི་འགན་འཁྱེར་བ་ནས་འཁྱེར་སྟངས་ཁྱི་ལུག། དེ། ཡོད་རེད་བ་དེ་འདྲས་མ་གཏོགས་གཅིག་གི་ལབ་སང་སྐད་རྒྱབ་ཆེད་དངོས་གནས་དྲ་གནས་ཀྱི་གཅིག། ང་ཚོ་བོད་པའི་ནམ་རྒྱུན་གཏམ་དཔེ་ཞིག་འདུག་བ། ཁོ་ཐབས་གང་ལ་གཅིག། འོ་མ་ཡིན་ན་ཚིག་ཐུག་པ་ཡིན་ན་དེ་མ་ལུས་རྙེད་ན་ཡག་གཅིག་ང་ས་ས་ནས་བལྟ། སྐད་རྒྱབ་ན། ནང་ཞུ་བ་ནང་བཞིན་རེད་དེ་བྱས་མི་འདུག་ཨ། དེ་འདྲ་ཡིན་དེ་དུས། དེ་ཚོ་གི་ཐོག་ལ་ཞུ་གཅིག་ཐུག་ཙམ་གནང་དགོས་ཨ་ཡོད་བསམ་གྱི་འདུག་ད་ང་ཚོའི་གི་སྤྱི་ཚོགས་དྲ་ལམ་ནང་སོ་སོའི་ནང་ལ། ཁྱིམ་ཚང་སོ་སོ་སི་གེ་དར་དཀར་བའི་མི་སྒེར་གི་ཡིན་ནའི་རེད།

ཨ་རི་གཞུང་ཁོ་རང་གིས་ཚད་དང་ལྡན་པའི་གི་ཚད་ཤེས་ཡོད་དེ་ཁྱོད་གིས་ཚད་དང་ལྡན་པའི་བོད་ཆོས་དེ་ཨ་རི་གཞུང་གི་ཕོ་བྲང་བཀག་འགོག་བཏང་ནང་བོར་སྲིད་འཛིན་ལས་ཁུངས་བཏང་གི་རེད་མངའ་སྡེ་གི་ཁག་གི་ལས་ཁུངས་ཁག་ཚང་མ་ལོག་གཞུང་གི་ལས་ཁུངས་མ་ལག་ཚང་མ་ལོག་བཏང་འགོ་རེད་དེ་འཛམ་བུ་གླིང་གི་འགྲོ་སྟངས་འགྲོ་བ། མི་སྒེར་ནང་ལ་ཆས་སུ་རེད་ཆུང་སུ་རེད་ཚོན་ཁྲ་གཏད་སའི་ཡོང་གི་རེད་མ་སུ་ཡོང་གི་རེད་དེ་ཡི་གི་སོ་སོ་སོའི་གི་གློག་ཀླད་དང་དེ་འདྲ་ལ་ཁྱད་པར་འགྲོ་གི་རེད་དེ་ལ་སྒྲིག་འཛུགས་ཐོག་ནས་གཅིག་མཚུངས་ཁོ་རང་བོད་པའི་སྤྱི་ཚོགས་ནང་ལོ་ཚང་མ་ལོ་ཁྱིམ་ཚང་མི་རེ་ངོ་རེ་ནང་ལ་བཀའ་ཤག་གི་སྟངས་འཛིན་འདིར་སྣང་ཐུག་ཡ་གཅིག་མཚུངས་བཟོས་གོ་རེ་ལབ་ན་ང་ཚོ་འདི་ཡོང་ཨེ་གོ་རེ་ཡོད་མ་རེད་བ། འདི་འདྲས་ཀྱི་ཕལ་ཆེར་མ་རེད་བསམ་གི་འདུག་རེད་བ། གཞུང་གི་བེད་སྤྱོད་བཏང་གནང་ཡ་དེ་རྒྱ་ལུགས་བཏང་གནང་གི་ཡོད་མེད་རེད་གཞུང་འབྲེལ་གི་མཛད་སྒོའི་སྐབས་ལ་བཏང་གནང་ཡ་དེ་ད་ཚེ་འདི་འདྲས་ཅིག་ཡིན་ས་ལ་གཏན་འབེབས་ཤིག་གནང་ནས་ཕེབས་བ་ཡིན་ན་འདིའི་གི་ལས་ཁུངས་མ་ལག་དང་བཅས་པས་ཚང་མ་ལོ་བའི་བཀའ་ཚོང་ཅི་དྲུག་ཞུས་ནས་གནང་ནས་ཕེབས་དེ་གི་རེད། ཨ་མི་མང་གི་ནང་ལོ་ན་ཁོ་མོས་ཐོས་ན་ག་ཤེད་ཀྱི་རྒྱ་ལུགས་རྙིང་པ་དེའི་ཁོ་མི་མང་གི་བདེ་དུ་བ་ཅིག་སོ་སོ་སྒེར་གི་ཐོག་ན་ལྷབ་གསོལ་བཏང་གི་ཡོད་ན་རེད་མཛད་སྒོ་ག་རེ་བྱེད་གི་ཡོད་བས་ན་རེད་ཆང་ས་ཡིན་ནར་དེ་འདྲ་ཡི་ཐང་རྒྱ་ལུགས་བཏང་ནས་འགྲོ་གི་རེད་དེ་གཞུང་གི་གཏན་འབེབས་བྱེད་རྒྱོ་དེ་བཏང་སི་བ་རེད་མ་སི་བ་རེད་གང་ལྟར་རྒྱ་ལུགས་དེ་བཏང་འགྲོ་དེ་ཡི་རེད་དེ་ལ་སྟངས་འཛིན་བྱེད་ཡ་ལང་དེ་པད་མ་སི་ཀ་ལ་ཁག་པོར་བ་དེ་འདྲ་ཡི་འདུག་རྒྱ་ལུགས་གི་ཐོག་ལང་ཚོ་ཞུ་གཅིག་གི་རྒྱལ་དར་དང་རྒྱ་ལུགས་གི་ཐོག་ལ་ཐུགས་འཚབ་གནང་གི་བས་དེ་འདྲ་ཁ་ཡི་མཐོང་གི་མི་འདུག་རུ་བ་འོ་དེ་འདྲ་ཡི་འདུག་དུས་དེ་ཡི་ད་སོ་སོ་སྒེར་གི་བསམ་ཚུལ་ཡིན་ཨ་ད་རྣམ་པ་ཚོས་གི་ཁོ་ངའི་བསམ་ཚུལ་དེ་ཁོ། ཏག་ཏག་འགྲིག་གི་ཡོད་ད་ག་རང་ཡིན་ཟེར་ལ་ནི་ཞུ་གི་མེད་རྣམ་པ་ཚོས་རོ་འདི་བལྟས་ཞེས་ཕན་ཐོག་འདུག་དགོངས་ན་ནི་དགོངས་པ་བཞེས་རོགས་གནང་དེ་ཕན་ཐོག་མི་འདུག་བསམ་ན་བརྙན་འཇོག་གཅིག་ལ་ཉན་གཅིག་ལ་བཏང་བྱས་ནས་འགྲིག་གོ་རོགས་འདི་འདྲ་ཡིན་གི་འདུག་གོ་གནས་ཚུལ་ཅུང་ཅུང་ཅིག་ཡང་ཆེན་པོ་ཞུ་ཅིག་བཟོད་བྱས་རྒྱལ་རོགས་ལོ་རྒྱུས་ཐད་ནས་ཕྱིང་ལ་ཕེབས་ཁོ་ར་འདི་ཡ་ནའི་བཀའ་སྤྱི་གཉིས་ཀྱི་ག་ག་ཡོད་མར་ཐལ་མི་མང་གི་ནག་ལོག་ལ་ཡ་ཐུག་པ་རོ་ཁོས་ཅི་ག་འཇུག་མ་འཇུག་བཤད་ནས་ཕྱིང་བ་ཡིན་ན་དེ་དོན་དག་མེད་ས་ལ་འདི་རེད་དོ་རི་བོང་གནམ་བདེ་གི་སེམས་ཁྲལ་འགྲོ་བྱེད། ཨོ་དེ་འདྲའི་འདུག་སྟེ་སོ་སོ་སྒེར་གྱི་དང་ཞོར་སྤྲོད་བྱས་བྱས་དེ་རིང་དོན་ཚན་དེ་འདྲའི་གསུམ་གྱི་སྐབས་དང་སྐད་ཆ་བྱེད། ཤེས་པ་ཡིན་ཨང་དེ་སྐད་ཆ་བཤད་ད་སྤང་འགྲིག་པོ་དང་དེ་འདྲའི་ག་ཡོད་མ་རེད་ག་རེ་དྲན་པ་དེ་ཁབ་ཏུ་ཁབ་ཏུ། དུས་ཚོད་རག་བ་དང་དེ་བཅག་བྱས་ཤེས་ཡིན་ཨ་ནི་གོ་རིམ་འགྲིག་པོ་དང་ཡང་གང་ལ་ཡ་དེ་སྐད་ཆ་དང་ཚོ་སྐད་ཤུགས་ཆེན་པོ་དང་དེ་ཚོར་བ་དང་དེ་འདྲའི་གི་ཐོག་ནས་བྱུང་ཡོད་ན་ཨ་རྣམ་པ་ཚོ་ཚང་མ་ལ་བཟོད་བསྲན་གནང་རོགས་གནང། ཨོ་དེ་འདྲའི་ཞུ་ཡིན་དུ་ཆེ།